ཚང་མ་ལ་བཀྲ་ཤིས་བདེ་ལེགས་ད་རིང་ནི་སྤྱི་ཟླ་དྲུག་པའི་ཚེས་པ་ལྔ་དང་དེ་རིང་བཞུགས་པ་གོང་ས་མཆོག་གི་བཞུགས་སྒར་རྒྱ་བོད་ཕོ་བྲང་དུ་རྗེ་ཨུ་ཆེན་མོ་རྩེ་འགྲན་པ་གཙོས་པའི་མི་མང་བཞི་བརྒྱ་དང་ལྔ་བཅུ་ཙམ་ལ་མཇལ་ཁ་བསྩལ་སོང།

ངའི་མིང་ལ་པད་མ་ལྷུན་གྲུབ་ལེགས་ཡོད། ང་ད་ལྟའི་ཆར་ལ་ང་ཚོའི་བསམ་གྲུབ་གླིང་གཞིས་ཆགས་བལ་ཡུལ་ཀཱ་ཏི་མ་འགྲུ་ནས་ཡིན། ད་ནས་ད་ལྟའི་ཆར་ང་ཚོའི་རུ་ཁག་གི་མིང་འདི་ལ་ཀཱ་ཏི་མ་འགྲུ་ཧོ་པན་ཅཱ་ལིན་ཅི་ནས་བཞུགས་ཡོད་ལ། སྐྱབས་མགོན་རིན་པོ་ཆེས་མཇལ་དུས་ཙམ་ལ་ག་དུས་ཡིན་ན་ཚོར་བ་ཅིག་གཞན་དང་མ་འདྲ་བ་ཅིག་ད་སོ་སོ་ང་རང་ཚོ་ཞེས་དངོས་སུ་འཕགས་པ་སྤྱན་རས་གཟིགས་མཇལ་དུས་ཙམ་ལ་ང་རང་ཚོ་ད་ཅིག་སེམས་པ་ལ་ལྷོད་ཡངས་སེམས་པ་ལ་ཞི་བདེ་སེམས་པ་ལ་བདེ་བ་དེ་དམིགས་བསལ་གཞན་དང་མ་འདྲ་བ་ཅིག་ག་དུས་ཡིན་ན་ཐོབ་ཀྱི་འདུག་གང་ཡིན་ལ་ན་ད་ང་ད་ལྟ་བར་དུ་སྐྱབས་མགོན་རིན་པོ་ཆེ་ཚར་གསུམ་ཞེས་ཀྱི་མཇལ་བ་ཡིན། རྗེ་འདི་ད་ང་རང་ཚོ་བོད་རྒྱུན་རྩེད་རིགས་ཚོགས་པའི་རྒྱུན་ནི་རང་བྱས་བས་ད་དཔེར་ན་ང་རང་ཚོ་ཉིས་སྟོང་བཅོ་བདུན་ལ་ང་རང་ཚོ་ཀོ་ནི་ཧྥ་བོལ་སྐབས་ང་རང་ཚོ་བོད་རྒྱུན་རྩེད་རིགས་ཚོགས་པ་ལན་ཀྲན་ལ་རྩེད་ཁ་གྲུ་ཚུལ་ཅིག་བརྗེས་བས་ཡིན་ཨ་ནི་ཉིས་སྟོང་བཅོ་ལྔ་ལ་ང་རང་ཚོ་རྒྱལ་ལུམས་ཆེན་མོ་རྩེད་ཚུལ་ཅིག་བརྗེས་བས་ཡིན་ཨ་ནི་ང་རང་ཚོ་ཉིས་སྟོང་ཉིས་ས་གསུམ་ལ་ང་རང་ཚོ་བོད་རྒྱུན་རྩེད་རིགས་ཚོགས་པ་པོར་ཅུ་གུར་ལ་འགྲོ་དུས་ཙམ་ལ་ཅིག་བརྗེའི་གོ་སྐབས་ཅིག་བྱུང་སོང་ཨ་ནི་ད་ལྟ་རྩེ་ཞིག་ལ་གཞི་དམ་པ་ཅིག་འདི་འདྲ་བརྗེས་ཀྱི་གོ་སྐབས་ཅིག་བྱུང་བརྗེ་དུས་ཙམ་ལ་ང་རང་ཚོ། ད་སྨོན་ལམ་འདྲ་བྱས་ན་ག་རེ་བྱ་ཡུལ་ལ་སྐྱབས་མགོན་རིན་པོ་ཆེས་སྐུ་ཚེ་ཁྲི་ལོ་ནས་ཁྲི་ལོ་བརྟན་པ་དང་ད་བོད་ཀྱི་བདེན་མཐའ་མྱུར་དུ་གསལ་བ་ཨ་ནི་ང་རང་ཚོ་བོད་གཞིས་བྱེས་མཉམ་འཛོམས་ཡོང་བའི་ག་དུས་ན་དེ་འདྲའི་སྨོན་ལམ་ཅིག་གྲུབ་རྒྱུ་ལ། ངའི་མིང་ལ་རིན་ཆེན་རྣམ་རྒྱལ། ང་ཚོ་རྒན་འབྲོག་ཨེ་བྷི་སི་ནས་རེད་ཨ་ནི་ཁར་ས་སིཀིམ་ཕྱོགས་ལ་རེད North East ཀུན་དུས་རྒྱ་གར་ར་དུས་ད་ག་དུས་ནས་ད་ཡོད་ར་སེམས་པ་ཡོད་ལྷོད་ལྷོད་ཆགས་ཡོད་དུས་ཨ་ནི་ཁ་ལོར་ད། ཅིག། སོ་སོ་ལ། སོ་སོ་སེམས་པ་བཟང་པོ་བྱས་ཀྱི་གོམ་པ་རྙིང་བ་ཅིག་སྤོས་ཐུ་ཡ་ཅིག། འདི་འཚོ་བ་ཞིག་ལ་ཡིད་དང། ག་དུས་ནས་རྒྱ་གར་ར་དུས་ད་སེམས་པ་ཡོད་ཡོད་ལྷོད་ལྷོད་བྱས་ད་ང་ཅིག་ཁ་ལོ་ར་གཙང་མ་ཆགས་ཀྱི་ཡོད་སེམས་པ་ཡ། ད་རིང་རྒྱ་གར་ར་བ་དུ་ཐེངས་མ་ག་ཚོད་ཆགས་ཡོད་ན། ང་རྒྱ་གར་དེ་འདྲའི་དངོས་སུ་ལྟེ་བ་དེ་ཐེངས་མ་དང་པོ་རེད་ཡ་དེ་ཡིན་ནས་ད། ཁ་ལོ་རེ་འདི་དང་བླང་བྱས་ནས་ད་ལས་ཀ་བྱས་དུས་ཡ་མ་ཡིན་དྲེད་དྲོ་ད་ཏྲི་བྷའི་སི་དང་བླང་བྱས་དུས་དེ་འདྲའི་ད་ང་འོ་སི་ཐེངས་མ་གཉིས་སུ་རོ་ཆགས་ཆགས་སོ་ཡ། ཨ་ནི།

དེ་རིང་གོང་ས་མཆོག་མཇལ་བ་རག་ནས་སེམས་ནང་ཚོར་བ་དང་དཔེ་སྐྱོ་བྱུང། ག་ལ་ཡིན་ན། ད་ང་ཚོ་ཡིན་ན་ས་ཆ་ཐག་རིང་པོ་ནས་སླེབས་རྒྱུ་ར་ས་ཆ་ཐག་རིང་པོ་ནས་སླེབས་རྒྱུ་དེ་འདྲའི་གོ་སྐབས་ཅིག་ཐོབ་ཐུབ་ག་ལ་སོ་སོ་ཡིན་ན་སྐྱེས་པ་བཟང་པོ་ཅིག་རེད་ལ། ནི་ད་གཙོ་བོ་དེ་སྐྱེས་པ་བཟང་པོ་རེད་ལབ་བ་ཙམ་གྱིས་འགྲིག་ཡོད་མ་རེད་གོང་ས་མཆོག་གིས་གསུང་བཞིན་པའི་བཀའ་སློབ་དང་ལམ་སྟོན་དེ་གས་ང་ཚོ་གི་བོད་པ་ཅིག་ཡིན་པའི་ཆ་ནས་ང་ཚོ་གི་ལས་འགན་རེད་ལ། བྱེད་དགོས་པའི་ཆ་ཡིག་རེད་བསམ་གྱི་འདུག་ཡ་ང་རང་ངོ་ནས་བྱེད་དགོས་དེ་འདྲ་འདྲ་བྱེད་ཡིན། ད་རིང་བྱེད་ཁག་ཐེངས་མ་དང་པོ་ཆགས་གི་ཡོད། མ་རེད་ང་བྱེད་སྟངས་བྱེད་ཁག་ཐང་མ་གཉིས་གསུམ་སུ་གྲོ་ཞུས་ཡིན་རོ་ཉི་མ་རྩེད་མོ་རྩེད་འདི་རང་རག་རྒྱུ་ཡིན་ཆ་ཚང་རྩེད་མོའི་བཀའ་དྲིན་རང་ཡིན་ངོ་ནས་བྱ་རྒྱུ་ཡིན་ད་ལོའི་རྩེད་མོའི་བཀའ་དྲིན་རང་ལ་རག་སོང་ཞེས་ལན་ཞུས།
ངའི་མིང་བསྟན་འཛིན་འོད་ཟེར་ཡིན་ང་ཅོ་ཨ་ནོ་ནས་ཡིན།

སྙན་མ་དང་དཔེ་མི་སྲིད་པའི་ཡར་གྱི་འགྲོ་ཡི་རེད་གར་གྱིན་ལགས་ན་དེང་སང་གྱི་དུས་ཚོད་ལ་ད་ང་རང་ཚོ་གཞིས་ཆགས་གང་ཡིན་པ་ཡིན་ན་རེད་རྩེད་མོ་རྩེད་འགྲན་པ། སུ་ཡིན་པ་ཡིན་ན་རྩེད་མོ་རྩེད་འགྲན་པ་ཡག་པོ་ཡོད་དུས་ཙམ་ལ་རུ་ཁག་གཅིག་གིས་གཅིག་ལ་ལེན་ཡན་དང་གཅིག་གིས་གཅིག་ལ་ཉོན་ཡན་གྱི་དུས་ཚོད་དེ་སླེ་སླེ་ཚར་དུས་ཙམ་ལ་ད་ང་རང་ཚོ་བོད་པའི་གྱི་རྐང་རྩེད་སྤོ་ལེ་དེ་ག་ཚོད་ཀྱི་ཡར་གྱི་འགྲོ་ཡོད་མེད་ལ་དེ་འདི་ཞིང་གི་རེད་ལ། བྱེད་སྟངས་ད་ལྟ་བུ་འདི་དག་བྱེད་སེམས་ཐེངས་མ་བཅུ་གཉིས་བཅུ་གསུམ་ལོ་སྲིད་ཡིན་རུང་ཨ་ནི་བྱེད་ཐོབ་མ་སོང།

ད་བོད་རྒྱལ་ཡོངས་རྩེད་འགྲན་ཚོགས་པ་གི་བོད་མི་སི་ད་ལྟ་བར་དུ་ཕུད་དེ་ཡོད་རེད། དེ་འདོད་དཔེ་ཡག་པོ་འདུག་དེ་འདོད་ཡང་དེ་ལས་ཡག་ཡོང་ངོས་སྨོན་ལམ་ཡོད་སི་ལ་ཞུ་ཡ་ཡིན། ཨ་ནི་ཡང་ཡར་རྒྱས་གཏང་དགོས་འགྲོ་དེ་འདྲའི་འགྲོ་ཐུང་གུ་འདུག། ཡར་རྒྱས་གཏང་དགོས་ལ་ན་གཙོ་བོ་དེ་ཡར་རྒྱས་དེ་ང་རང་ཚོ་བོད་པ་ཚང་མ་བོད་པ་གཅིག་པ་རེད་ཚང་མ་གི་མཐུན་སྒྲིལ་ངང་ནས་ཡག་པོ་བྱེད་ནི་རྩེ་དགོས་རེད། དེ་རྩེ་བ་ན་ངེད་ད་རང་ཡར་རྒྱས་ཞིག་གཏང་དགོས་འདུག་བསམ་གི་འདུག་ཁ་ལ་ང་ཚོ་བོད་པ་སྤུ་ལྕམ་རྩེ་ངན་མང་ཚད་རླུང་འཚོ་བ་འདུག་ཨ་ཨ་འདི་བྱས་སང་དེའི་མཐུན་སྒྲིལ་དེ་ལ་ང་རང་ཚོ་བོད་པ་ཚོས་དེ་བསམ་བློ་ཞིག་གཏང་བས་ན།

ད་བརྩེ་འདང་དེ་ཡག་པོ་མེད་དུས་ཙམ་ལ་ང་རང་ཚོ་གནམ་གཤིས་འདི་གི་ད་དར་མ་ས་ལ་གནམ་གཤིས་ཆར་བ་འཇགས་ཉི་མ་ཤར་བྱེད་དུས་ཙམ་ལ་ད་ཅིག་ཐང་དེ་དཔང་པོ་ཅིག་འདི་གི་མེད་དུས་ཙམ་ལ་ད་ང་རང་ཚོ་རྩེད་མོ་རྩེད་དྲན་པ་ཡོང་གི་བ་ཡིན་ན་རྩེད་མོ་ད་སོ་སོ་གི་རྩེད་པི་སྟོན་འདི་གི་དུས་ཚོད་དིང་ཆ་འདི་ཆགས་དུས་ཙམ་ལ་ཏོག་ཅིག་ད་ང་གཅིག་པོ་མེད་མ་ཆགས་རྩེད་མོ་རྩེད་དྲན་པ་ཡོང་ལ་ཏོག་ཅིག་གནོད་སྐྱེལ་འདྲ་ཅིག་ཆགས་ཡོད་རེད་བསམ་གི་འདུག་ཡིན་པ་ཡིན་ན་ཡང་ད་ང་རང་ཚོའི་གི་དབྱིན་ཇིག་གི་ལབ་སྲོལ་ལ

སྨན་ནི་ཀླད་པ་ཡོད་ཕྱིན་ན་ཡག་ག་ཡོད་ངེས་ར་འོ་དེ་རང་རེད་དོ་སྨན་དེ་ཡང་རེད། ཨ་ནི་ཕ་ཁེ་ན་ཏྲ་ལས་ཧྥུ་པོ་བཙི་རྒྱུ་དང་ད་རང་ས་ཐང་ཏིང་བཙི་རྒྱུ་པ་ལ་ཁེ་པ་འགྲོ་འདོད། ཡ་ཁེ་པ་ད་ཞུ་དོ་སྨན་འདི་ད་ཐང་ང་ཐང་དེ་རེད་དོ་ཨ། ཕ་ལ་ད་ན་ཚོ་རྩ་འདི་རྩ་རྫུ་མ་ཏྲེར་ལ་བཙི་ཡོད་ར་མང་ཆེ་ཚང་མ་ད་ལ་ད་ཐང་ཚང་མ་ཕྱི་མ་རེད་ར་མང་ཆེ་ད་ལ་ད་སྨན་འོ་དེ་ཡང་རེད་དོ་ཞིམ་པ་ད་ཏག་ཏག་རེད་དོ་ཡུས་སུ་ཆ་ས་སེ་ཡ། ཨ་ནི་ཁྱེད་རང་སྐྱིད་ཐང་ཧྥུ་པོ་བཙའི་ལ་དབྱིངས་ག་འདྲ་ལེགས་སོ་དང་པོ་ག་དུས་སུ་བཙལ་མགོ་བཙུགས་ནས།
ཧྥུ་པོ་ཙེ་གི་དབྱིངས་འདི་ད་དྲང་པོ་ཆེ་ཡང་ག་པེ་བརླན་ས་རུ་དམིགས་བསལ་མེད་ཡོད། ད་ཆུང་ཆུང་ནས་ད་ག་ལོག་རེད། ད་རྩེད་མོ་ལ་དགའ་བོ་ཡིན་ས་རེད་ད་མེ་ལྕེ་དེ་འདྲའི་རོ་བཞིན་ད་སུ་སུ་ཁྲག་ནང་ལ་འདྲེ་འགྲོ་འདུག་འོ་དེ་ཡང་བརྩེ་གི་བརྩེ་གི་བརྩེ་གི་ད་རང་བཞིན་གྱི་ཅིག་ཡོད་རེད། ཨ་ནི་དགའ་ཞེན་ཆེ་རུ་ཆེ་རུ་འགྲོ་ཡོད་ཅིག་འོ་འདི་འདྲའི་རོ་ཅིག་རེད། དམིགས་བསལ་གྱི་འདི་འདྲའི་ཅིག་ག་ནས་ད་ཡིན་འདི་འདྲའི་ད་མེད།

ཨ་ནི་མར་གསུམ་པ་དེ་ང་ཚོ་སང་ཉིན་ནག་ཉི་ང་ད་རེས་བདུན་ལ་ཡོད་ཞེས་ཞུས། ད་ལྟ་བར་དུ་བཀའ་དེ་མ་འདུག་བརྩི་རྒྱུ་ཚང་མ་ཐུགས་སུ་ར། ཨ་ནི་ད་ལོ་རྒྱལ་ཡུམ་ཆེན་མོ་སྐྱ་ག་ལ་རེ་བ་ག་ཚོད་ཡོད། ད་རྒྱལ་ཡུམ་ཆེན་མོ་སྐྱ་ག་ལ་ད་ང་རང་ཚོ་དང་པོ་བསྡད་སླེབས་དུས་ཙམ་ལ་རེ་བ་བཟང་བཟང་ནི་རང་བྱས་ནས་སླེབས་པ་ཡིན་སྐྱ་ག་རང་ཡིན་ལ་ནི་ད་ད་ལྟ་བར་དུ་ལ་ང་རང་ཚོ་རྩེད་མོ་གཉིས་རྩེས་པ་ཡིན་རྩེད་མོ་གཉིས་ནང་ནས་རྩེད་མོ་དཔེ་མི་སྲིད་པས་ང་རང་ཚོ་གཉིས་ཆ་ཐོབ་སོང་ཡིན་པ་ཡིན་ན་ད་ཅིག་ང་རང་ཚོ་གང་གང་ལ་སླེབས་ཙམ་ལ་རྩེད་མོ་རྩེད་ཕྲེང་བ་ཡིན་པ་ཡིན་ན་རེད་རུ་ཁག་ཅིག་ཡིན་པ་ཡིན་ན་ཏོག་ཅིག་དཀའ་ལས་ཁག་རུ་ཁག་རུ་ཁག་རུ་ཁག་རུ་འགྲོ་ཡི་རུ་བ་ཡིན་པ་ཡིན་ན་ཡང་ད་ང་རང་ཚོ་ང་རང་ཚོ་ཡིན་པ་ཡིན་ན་རེད་ཀར་མ་འགྲོ་མི་མང་ཅིག་ཡིན་པ་ཡིན་ན་རེད་ཚང་མ་གཅིག་གི་བསམ་བློ་ལ་ང་རང་ཚོ་གཅིག་གིན་ལོས་གཅིག་དེ་ག་རེ་ཡིན་པ་ལ་ང་རང་ཚོ་དེ་རྒྱལ་ཡུམ་ཆེན་མོ་ཐོད་པའི་རང་གཅིག་ལ་ང་རང་ཚོ་གི་བསམ་པ་དང་དུས་བྱེད་གཉིས་ཀ་འདི་གིན་ལེ་ཡོད་ལ། ཁྱོད་འགྲོ་ཡིན་ན་སྐྱིད་པོ་རེད་འདའ་དགོ་ར་བ་རེད་འདའ་དགོ་ར་བ་གཅིག་ལ་མཚོན་ན་དཀའ་ངལ་ཆེ་ཤོས་དེ་ག་རེད།